ལོ་རྒྱུས་དྲུག་པ་ཡི་ལེའུ་དྲུག་པ། འོན་ཀྱི་ནང་པ་ད་ལྟ་ང་ཚོ་ཡར་སྐུལ་ལ་མཐོང་སྣང་ཞིག་བྱུང་བ་དང་ཁོང་ལ་བྱིན་རླབས་ཐོབ་བའི་ལོ་རྒྱུས་དེ་ལྟ་གི་ཡིན། ཡར་སྐུལ་བི་ཤི་པ་ལ་སྤོས་ཏེ་ཧ་རམ་ཀྱི་ཕྱོགས་སུ་ཕྱིན་པ་རེད། ཉི་མ་ཉུལ་བའི་སྐབས་སུ་ཁོང་ས་གནས་དམ་པ་ཞིག་ཏུ་སླེབས་ཏེ་དེར་ཁོ་གོས་ཕུད་དེ་རྡོ་ཞིག་གི་སྒང་ལ་འགུགས་བཞག་སྟེ་གཉིད་ཁུག་པ་རེད། དེ་ནི་ཁོའི་སྨོན་ལམ་ཞིག་གི་ནང་དུ་ས་གཞི་ནས་ནམ་མཁའ་ལ་སླེབས་པའི་སྐས་འཛག་ཞིག་གི་སྒང་ལ་ཕུང་ནག་རྣམས་ཡར་མར་འགྲོ་བཞིན་ཡོད་པ་མཐོང་བ་རེད། དཀོན་མཆོག་སྐས་འཛག་འཁྲིས་སུ་ལངས་ཏེ་ཁོང་ལ་ང་ནི་ཨབ་ར་ཧམ་དང་ཨའི་ཟག་གི་དཀོན་མཆོག་ཡ་ཧོ་ཝཱ་ཡིན། ཁྱེད་གནས་ཁུལ་དེ་ཡོད་པའི་ས་ཆ་དེ་ནི་ངས་ཁྱེད་ཀྱི་མི་རྗེས་ནག་ལ་སྤྲད་ཀྱི་ཡིན། ངས་ཁྱེད་ཀྱི་བུ་རྗེས་ནས་ཐེ་བ་ནང་བཞིན་མང་པོ་བཟོ་ནས་ཕྱོགས་བཞི་ལ་ཕུལ་ཏེ་ཁྱེད་དང་དུས་ཚོད་ཡི་སྒོ་ནས་ངའི་མི་རིགས་ཐམས་ཅད་ལ་བྱིན་རླབས་གནང་གི་ཡིན། ང་ཁྱེད་དང་མཉམ་དུ་གནས་ཏེ་ཁྱེད་གམ་དུ་འགྲོ་ན་ངས་ཁྱེད་ལ་མགོན་སྐྱོབ་འཛིན་གི་ཡོད། ཁྱེད་ས་ཆ་དེ་ལ་ཡོང་ཆ་ཚུལ་ཁྲིམས་ཡོང་བར་དམ་བཅའ་དེ་མ་བསྒྲུབས་བར་དུ་ངས་ཁྱེད་རང་གཡོལ་གི་མེད་ཞེས་གསུངས་པ་རེད། དེ་ནས་ཡ་ཀོབ་གནས་བསྲེགས་ནས་ཡ་ཧོ་ཝཱ་དཀོན་མཆོག་དེ་ས་གནས་འདི་ལ་བཞུགས་ཡོད་པ་ངས་ཤེས་མ་སོང་ཞེས་བསམས་པ་རེད། ཡ་ཀོབ་ཞེད་སྣང་སྐྱེས་ཏེ་ས་ཆ་དེ་ནས་སུ་དམ་པ་དང་དཀོན་མཆོག་གི་ཕོ་བྲང་ནམ་མཁའི་རྒྱལ་སྲས་ལ་འགྲོ་བའི་ཇོ་གུ་དེ་ཡིན་ས་རེད་ཞེས་ལབ་པ་རེད། དེ་ཡི་ཕྱི་ནི་ཤུགས་ཀྱི་ལྔ་པོ་ཡ་ཀོ་ཡར་བླངས་ནས་རང་གི་མགོ་འོག་ཏུ་ཤ་ཡེ་པའི་རྡུལ་དེས་ཡར་བླངས་ཏེ་དེའི་རྐང་ལག་སྤྱི་རོ་ཡི་སྣོད་བླུགས་ཏེ་ཡ་ཧོ་ཝཱ་དཀོན་མཆོག་ལ་མཆོད་པ་ཕུལ་བ་རེད། ཁོང་གིས་ས་ཆ་དེའི་མིང་ལ་བེ་ཐེལ་ཞེས་བཏགས་པ་དང་དེ་ནི་ཁོང་གིས་དམ་བཅའ་ཞེས་བྱ་བ་རེད། དཀོན་མཆོག་ལགས། གལ་སྲིད་ཁྱེད་ང་དང་མཉམ་དུ་བཞུགས་ཏེ་ང་འདྲི་བྱེད་སྐབས་ང་ལ་སྲུང་སྐྱོབ་གནང་ཞིང་གོས་དང་ས་རྗེ་སྤྲད་པ་དང་ངའི་ཡུལ་གྱི་ཁང་པ་ལ་ཁྱོད་ལོག་ཏུ་བཅུག་པ་ཡིན་ན། ཁྱེད་ནི་ང་ཡི་དཀོན་མཆོག་ཡིན་པ་དེའི་བདེན་པ་ཡིན་པ་ངས་ཁས་ལེན་བྱེད་ཀྱི་ཡིན། བདུད་དེ་བླངས་པའི་ས་གནས་དེ་ནི་དཀོན་མཆོག་གི་བཞུགས་ས་ཡིན་པ་དང་ཁྱེད་ཀྱིས་ང་ལ་གནང་བའི་ནོར་ཐམས་ཅད་ཀྱི་བརྒྱ་ཆ་བཅུ་ངས་ཁྱེད་ལ་ཕུལ་གྱི་ཡིན་ཞེས་ཞུས་པ་རེད།